བཀྲ་ཤིས་བདེ་ལེགས། དེ་ནི་དེ་རིང་ང་ཚོ་ཤེས་བྱ་ཀུན་ཁྱབ་མཛོད་རྩ་བ་གནས་དྲུག་པའི་སྐབས་བཞི་བ། ཤེས་བྱ་སྤྱིའི་མཚན་སྙན་རྣམ་པར་བཞག་པའི་སློབ་ཚན་ཞེ་གཅིག་པ། རྟེན་འབྲེལ་ལ་གསུམ་དུ་དབྱེ་བ་ཟེར་བ་འདིའི་སྐོར་ལ་སློབ་ཚན་འགྲོ་ཡ་ཡིན། དེ་ནས་སློབ་ཚན་སྔོན་མ་རྣམས་ཀྱི་སྐབས་སུ། རྟེན་འབྲེལ་ཡན་ལག་བཅུ་གཉིས་ཀྱི་ངོ་བོ་ངོས་འཛིན་པ་དང་རྟེན་འབྲེལ་ཡན་ལག་བཅུ་གཉིས་ཀྱི་ཆེད་ལས་བྱེད་པ། འོ་དེ་གཉིས་སྔོན་དུ་བཟུང་ཟིན་པ་རེད། དེ་ནས་རྟེན་འབྲེལ་གྱི་དབྱེ་བ་ཞེས་པ་དེ་ལ། རྟེན་འབྲེལ་ལ་གསུམ་དུ་དབྱེ་བ་དང་རྟེན་འབྲེལ་ལ་བརྒྱད་དུ་དབྱེ་བ་གཉིས་ཡོད་པས་དེ་རིང། དང་པོ་རྟེན་འབྲེལ་ལ་གསུམ་དུ་དབྱེ་བ་དེ་རེད། རབ་དབྱེ་གསུམ་བརྒྱད་ཡན་ལག་ཆེ་ཕྲ་ཞེས། ཚིག་རྐང་འདིས་རྟེན་འབྲེལ་གྱི་རབ་ཏུ་དབྱེ་བའམ་ཡང་ན་རྟེན་འབྲེལ་གྱི་དབྱེ་བ་དེ་མདོར་བསྟན་པ་རེད། མདོར་བསྟན་ཚུལ་དེ་ག་འདྲ་རེད་ལབ་ན། རྟེན་འབྲེལ་གྱི་རབ་དབྱེ་ལ་གསུམ་དུ་དབྱེ་བ་དང་བརྒྱད་དུ་དབྱེ་བ་གཉིས་ཡོད་པ་རེད། དེ་ནི་ཟབ་ཁྱད་གཞན་པ་གཅིག་ལ་ཡན་ལག་བཅུ་གཉིས་རྫོགས་ཚུལ་བྱེ་བྲག་ཏུ་བཤད་པ་ཟེར་བ་དེ་རེད། དེ་ག་རེ་ལབ་ཀྱི་ཡོད་པ་རེད་ལབ་ན་རྒྱུ་འབྲས་ཚར་གཅིག་གི་དབང་དུ་བྱས་པ་ཡིན་ན་རྟེན་འབྲེལ་ཡན་ལག་བཅུ་གཉིས་དེ་སྐྱེ་བ་ག་ཚོད་ལ་རྫོགས་ཀྱི་རེད། སྐྱེ་བ་ག་ཚོད་ལ་ཚར་གྱི་རེད་ཟེར་བ། ཨོ་དེ་འདྲ་གི་དོན་དག་ཅིག་རེད་དེ་ཟབ་ཆོས་གསུམ་པ་དེ་རེད། དེ་རིང་ང་ཚོས་ཟབ་ཆོས་དང་པོ་རྟེན་འབྲེལ་ལ་གསུམ་དུ་དབྱེ་བ་དེ་བཤད་པ་ཡིན་ན། དང་པོ་ངོ་བོ་ཉིད་རྣམ་འབྱེད་ཀྱི་རྟེན་འབྲེལ་ཟེར་བ་དེ་ག་འདྲ་རེད་ལབ་པ་ཡིན་ན་དེའི་རྩ་ཚིག་ལ། གསུམ་ལས། ངོ་བོ་རྣམ་འབྱེད་ཆོས་ཐམས་ཅད། ཀུན་གཞི་ལས་སྤྲུལ་དབང་རབ་ཁོ་ནར་གསུངས། ཨོ་དེ་འདྲ་ཚིག་རྐང་གཉིས་གསུངས་པ་རེད། དེའི་ནང་དུ་གཙོ་བོ་དེ། ཐེག་པ་ཆེན་པོའི་ལུགས་ཀྱི་རྟེན་འབྲེལ་ཅེས་རྣམ་གཞག། འོ་དེ་སོང་བ་རེད། མདོར་ན་ཐེག་པ་ཆེན་པོ་བའི་ལུགས་ཀྱི་རྟེན་འབྲེལ་གྱི་རྣམ་གཞག་དེ་བྱང་ཆུབ་སེམས་དཔའ་དབང་པོ་རབ་ཡང་ན་བྱང་ཆུབ་སེམས་དཔའ་དབང་པོ་རྣོན་པོ་ཁོ་ན་ལ་སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་པ་རེད། འོ་དེ་འདྲ་གི་དོན་དག་ཅིག་རེད། དེ་གའི་ཚིག་རྐང་ཞིབ་ཏུ་བྱས་པ་ཡིན་ན་ངོ་བོ་ཉིད་རྣམ་འབྱེད་ཀྱི་རྟེན་འབྲེལ་ཟེར་བ་དེའི་དོན་དག་འདྲ་བོ་དེ་གང་རེད་ལབ་ན། ཕྱི་ནང་གི་ཆོས་ཐམས་ཅད་ཀུན་བྱེད་རྣམ་པར་ཤེས་པ་ལས་བྱུང་ཞིང། ཀུན་གཞིའི་བག་ཆགས་ཀྱི་དབང་གིས་དངོས་པོ་རྣམས་ལ་དེ་དང་དེའོ་ཞེས་རྣམ་གཞག་སྣ་ཚོགས་འཇོག་པ་ཡིན། ངོ་བོ་ཉིད་རྣམ་འབྱེད་ཀྱི་རྟེན་འབྲེལ་ཟེར་ན་མདོར་ན། འཁོར་བ་ལ་གནས་པའི་སེམས་ཅན་ཐམས་ཅད་ཀྱི་སྣང་ཚུལ་འདུག་སྟངས་གཟུགས་མཛེས་མི་མཛེས་སྒྲ་སྙན་མི་སྙན་ལ་སོགས་པ་སྣང་བ་རྣམ་པ་སྣ་ཚོགས་པ་འདི་དག་ཐམས་ཅད་ཀུན་གཞི་ཡི་སྤྲུལ་བ་རེད། ཀུན་བྱེད་རྣམ་པར་ཞི་བ་ཡི་སྟེང་དུ་ཡོད་པའི་ལས་ཀྱི་བག་ཆགས་ཀྱི་འབྲས་བུ་ཙམ། ཀུན་བྱེད་རྣམ་པར་ཞི་བ་ཡི་སྤྲུལ་བ་ཙམ་གྱིས་ང་ཚོ་ལ་སྣང་བ་རེད་མ་གཏོགས་དོན་ལ་བྱེད་རིགས་ཡུལ་དུ་གྲུབ་ཡོད་པ་མ་རེད། སྐྱེ་བ་རྒ་བ་ན་བ་འཆི་བ། སྡུག་བསྔལ་གྱི་གནས་སྟངས་དང་བདེ་བའི་གནས་སྟངས་གང་འདྲ་ཅིག་ཡིན་ན་ཡང་ཐམས་ཅད་དེ་ཀུན་བྱེད་རྣམ་པར་ཞི་བའི་བག་ཆགས་གསལ་སྟོབས་ཀྱི་དབང་གིས་བྱུང་བ་འོ་དེ་འདྲ་གི་རྟེན་འབྲེལ་གྱི་རྣམ་གཞག་ཅིག་རེད། དེ་འདྲ་བའི་དེ་འདྲའི་གི་རྣམ་གཞག་དེ་ཨེ་ནི། བྱང་ཆུབ་སེམས་དཔའ་དབང་པོ་རབ་ཁོ་ན་ལ་བསྟན་པ་མ་གཏོགས་ཉན་རང་གི་རིགས་ཅན་སོགས་ཐེག་པ་དམན་པ་རྣམས་ལ་བསྟན་པ་མེད་དོ་ཟེར། རྟེན་འབྲེལ་ཕྲ་མོ་བའི་གནས་ཚུལ། ཡང་ན། ལས་བསགས་པའི་ལས་ཀྱི་བག་ཆགས་ཀུན་ཤེས་ལ་བཞག་ཀུན་ཤེས་ཀྱི་བག་ཆགས་སད་སྟོབས་ཀྱི་དབང་གིས་སྣང་བ་སྣ་ཚོགས་བྱུང་གི་ཡོད་པ་འདི་དག་ཉན་ཐོས་ཀྱི་རིགས་ཅན། མདོ་སྡེ་པ་དང་བྱེ་བྲག་སྨྲ་བ་ལ་སོགས་པ་ལ་སངས་རྒྱས་བཅོམ་ལྡན་འདས་ཀྱིས་བསྟན་བསྟན་པ་མ་རེད། སངས་རྒྱས་བཅོམ་ལྡན་འདས་ཀྱི་རྟེན་འབྲེལ་ཕྲ་མོ་གི་གནས་ཚུལ་དེ་བསྟན་ས་དེ་ཐེག་པ་ཆེན་པོ་གི་རིགས་ཅན་བྱང་ཆུབ་སེམས་དཔའ་དེའི་ནང་ནས་ཀྱང་དབང་པོ་རྣོན་པོ་ལ་བསྟན་པ་རེད། དེ་འདྲ་གསུང་གི་ཡོད་པ་རེད། མདོར་ན། ཉན་ཐོས་བྱེ་བྲག་སྨྲ་བ་དང་མདོ་སྡེ་པ་ལ་སོགས་པ་ལ་ཕྱི་རོལ་དོན་དུ་གྲུབ་པར་འཛིན་པའི་འཛིན་པ་ཡོད་པ་རེད། ཆོས་ཀྱིས་བདག་ཏུ་འཛིན་པའི་འཛིན་པ་ཡོད་པ་རེད། ཡིན་ཙང། ཀུན་གཞི་ལ་བག་ཆགས་བཞག་ཀུན་གཞིའི་བག་ཆགས་སེལ་སྟོབས་ཀྱི་དབང་གིས་སྣང་བ་སྣ་ཚོགས་བྱུང་གི་ཡོད་པ་འདི་བཤད་པའི་སྐབས་སུ་ཆོས་ཀྱིས་བདག་མེད་པ་བསྟན་དགོས་ཀྱི་ཡོད་པ་རེད། ད་ནི། ཆོས་རུལ་དོན་དུ་མ་གྲུབ་པ་བསྟན་དགོས་ཀྱི་ཡོད་པ་རེད། འོ་དེ་འདྲ་བའི་ནུས་ཚོད་དེ་ཉན་ཐོས་བྱེ་བྲག་མང་བ་དང་མདོ་སྡེ་བའི་སེམས་ལ་མི་ཤོང་བ། ཁོང་རྣམས་ཀྱི་བསམ་བློའི་ནང་ལ་དེ་འདྲ་ཅིག་བཤད་མི་ཐུབ་པ་ཡིན་ཙང་སངས་རྒྱས་བཅོམ་ལྡན་འདས་ཀྱིས་ནི་བཏང་སྟེ་ཉན་ཐོས་སྡེ་པ་གཉིས་ལ་གསུངས་པ་མེད། ཐེག་པ་ཆེན་པོ་རིགས་ཅན་དབང་པོ་རྣོན་པོ་ཤ་སྟག་ལ་བསྟན་པ་ཡིན། འོ་དེ་འདྲ་ཅིག་གསུང་གི་ཡོད་པ་རེད།